ཨོ་བཀྲ་ཤིས་བདེ་ལེགས། ཨ་ནེ་ད་ངས་འདི་ནས Dictionary App Builder ཡང་ན་ཚིག་མཛོད་བརྙན་ཆས་སྒྲིག་སྟེགས་ཟེར་བའི་དེ་འདྲ་གི་བརྙན་གྱི་སྐར་ཆེན་པོ་གཅིག་ཨ་ནེར་སྒེའུ་ཁང་ཐོག་ཅན་གྱི་གློག་ཀླད་ཀྱི་ནང་ལ་ཕབ་ལེན་བྱེད་སྟངས་ཀྱི་ཐང་ནས་ངོ་སྤྲོད་དུ་བཅུག་གི་ཡིན། ཨ་ནེ་དེ་གི་བརྙན་ཆས་འདི་ཡིན་ན་འདིའི་ནང་ནས་ད་ང་ཚོ་གི་ཚིག་མཛོད་འདྲ་མིན་སྣ་ཚོགས་སྒྲིག་ཐུབ་པ་དང་དེ་ཡང་ཚིག་མཛོད་དེ་ཡང་སྐད་རིགས་གཞན་སྦྱར་བྱས་ནས་བཞག་ཐུབ་གི་འདུག་ཟེར་དེ་འདྲ་གི་ཁྱད་ཆོས་གཅིག་དང་ཨ་ནེ་ད་རིམ་པ་གཅིག་སྤྲད་མར་དགོས་བ་ཁོ་རང་ང་ཆེད་ལས་རང་བཞིན་གྱི་ཁྱད་ཆོས་ལྡན་ནས་གི་དེ་འདྲ་གི་ཚིག་འདི་བརྙན་ཆས་གཅིག་རེད་ཟེར་ནས་བཞག་གཅིག་དང། ད་ལྟའི་ང་ཚོ་ཕག་ལེན་བྱེད་པ་ལ་དང་པོ་སློབ་ཚན་འདི་ནང་ཕེབས་སློབ་ཚན་འདི་ནང་ལ་དྲ་ཐོག་གི་སྒོ་ཁོ་རང་གི་སྒོ་ང་ཅིག་ལྷན་པ་ཡིན་ན། ཨ་ཡང་ཕག་ལེན་བྱེད་གི་ས་འོག་ནང་ས་ཆ་དེ་འགྲོ་དྲ་ཚིགས་ནང་ལ་འགྲོ་གི་རེད་དེ་མེད་པ་ཡིན་ན་ཐད་ཀར་ཁྱེད་རང་གི་ད་འདས་ངོ་ཤེས་ཀྱི་དེ་ནི་ད་སུ་བལ་དུག་ནང་ཚལ་ན་འགྲིག་ཡོད་རེད་འདི་གཅིག་དེ་ནི། དེ་བྱས་ནས་ན་འདི་དྲ་ཚིགས་འདི་འདི་ཡིན་ན་དང་པོ་དེ་རེད་ད་འདི་སྒུག་ཡོད་རེད་འདི་དམར་བོ SIL Language Technology དུ་རྒྱུ་ད་དེ་གི་དྲ་ཚིགས་དུ་སྒུག་ཡོད་རེད། དེ་གཅིག་ཅེས། དེ་ནས་འདི་ཡིན་ན་སྐད་རིགས་དེ་ཡིན་ན་ཁོ་རང་དབྱིན་ཇི་ནང་མ་ཞིག་རྒྱ་ཡིག་རྒྱ་ཡིག་ནང་ནས་མི་འདུག་ཡིན་ན་ཡང་ད་རང་གི་དྲ་ཚིགས་ཀྱི་ངོས་ནས་འགྱུར་བ་བཏང་ན་ཡང་འགྲིག་གི་ཡོད་རེད་དེ་འདྲ་གཅིག་ཅེས་གང་ལྟར Software Products དུ་རྒྱུ་དེ་སྒོ་ང་གཅིག་ནས་ན་ཨ་ནི་ད་ང་ཚོ་གི་ཁོ་རང་ཉིན་གཅིག་གི། ཚང་མ་འདི་གི་ཚོགས་པ་འདི་གི་རིང་ལུགས་ཀྱི་བརྙན་ཕྱི་ཚང་མ་འདི་ནང་མ་རེད་ང་ཚོ་གི་ཚད་ཐུབ་ཀྱི་ཡོད་རེད། དེ་འདྲ་ཅིག་ཅིག་དེ་ནས་མ་རེད་ཡོང་བ་ཡིན་ན་འདི་ནང་འདི Dictionary App Builder ཟེར་ཡ་ཅིག་འདུག་ཨོ་དེ་རེད། དེ་ཅིག་དེ་ནས་འདས་མཚོན་པའི་ཨ་ནི་འདི་ནང་ནས་བརྙན་ཕྱི་ཀ་འདྲ་ཟིག་ཕར་ལྷན་སྐྱེས་དགོས་དགོས་ན་འགྲོ་སྟངས་འདི་ལྟར་དེ་ཅིག་ནས་འདི་ནང་མ་རེད་མཚན་ན་འགྲིག་གི་ཡོད་རེད། དེ་ནས་དང་པོ་ང་ཚོ་འདི་དགོས་དགོས་དེ་ནང་འདི་གི་ཁོ་རང་གི་དགོངས་ངག་ཅིག་ནན་པ་ཡིན་ན་ཨ་ནི། ཨ་འདི་ཕག་ལེན་བྱེད་ས་གི་ས་རྒྱ་ཨ་འདི་ཏོག་ཏག་ལྷའི་ངོ་ཁོ་རང་གི་དངོས་སྤྲོ་ཚང་མ་དང་དེ་ནི་སྤྱི་སྟོང་ལི་སྟང་གི་རིམ་པ་ཚང་མ་སྟེ་ཨ་ནི་བཟོ་རྒྱུ་ལི་ལྷ་དང་དེ་ནི་གོར་སྐྱོབ་སྡེ་བ་དང་དེ་ནི་ཡང་རྒྱུ་སྐར་སྐྱེ་བ་སྟབས་བདེ་གི་རེད་ཟེར་དེ་ནག་གི་ཆ་ཆུ་གསུམ་གི་ཐོག་ནས་ཁོ་རང་མགོ་འདྲིར་རྒྱུ་བྱེད་གི་འདུག་དེ་ནི Download ཡང་ན་ཕག་ལེན་ཟེར་བ་དེ་གི་མགོ་ལ་ཅིག་གནས་ན་ཐད་ཀར་ཁོ་རང་གི་འདི་གི་ཕག་ལེན་བྱེད་ས་གི་ས་ཆ་དེ་ལ་འགྲོ་གི་ཡོད་རེད། དེ་ཅིག་དེ་ནི་འདི་ཡིན་ན་ཁྱེད་རང་གི་ང་ཚོ་སྒེའུ་ཁུང་ཐག་ཅན་གི་ནང་ཕག་ལེན་བྱེད་གི་ཡོད་རེད་ཁྱེད་རང་གི།